ཨ་མྲ་ཀཱ། Swiss། གྱི་རྒྱལ་ཁབ་ནང་ལ་ཡང་རང་གཞུང་སྐུ་ཚབ་དོན་གཅོད་མཆོག་དང། ཨ་མྲའི་ནང་དུ་བོད་རིགས་ཡོངས་ཀྱི་ནི་ཚོགས་གཙོ། འཐུས་མི་རྣམ་པ་དང། ཨ་ནི་བོད་མ་རྣམ་ཆེ། ཨ་ང་ཚོ་དང་བོད་ཧ་ཅང་འབྲེལ་བ་ཆད་ཀྱི་ཡོད་པས་ཀྱི་ནི་ཟློས་གར་ཚོགས་མི་རྣམ་པ་ལྷན་རྒྱས།

ང་ཚོ་ཚུ་རང་ལུང་པ་ཤར་མི་ཡུལ་སླེབས་པའི་ལོ་གཞོན་པ་དེ་གས་དེ་སོ་སོའི་རིག་གཞུང་གཅེས་འཛིན་བྱས་པས་ཨ་ནི་འབྲས་བུའི་བྱས་རྗེས་འདི་ད་རི་རྒས་པ་རྣམས་པ་ཚོ་ལ་ཡ་གྱལ་འགྲོ་ཡོང་ཡང་ཕྱིར་ཕུད་ཐུབ་པ་ཅིག་བྱུང་མོད་དེ་དགའ་བོ་སྐྱེས་བྱུང། དེའི་ཐོག་ལ་ན་གཞོན་བར་མ་དང་ཨ་གཞན་ཡང་ད་ལྟ་མ་འོངས་པའི་བོད་ཀྱི་སོན་རྩ། ཨ་ན་བ་ཆུང་ཆུང་རྣམས་པ་ཚོ་ཚང་མས་ང་ཚོའི་འོས་ཤོག་འདི་གཅིག་སྤྱན་ལམ་དུ་གཟིགས་པོ་འདི་ཨ་ནི་དུས་རབས་མང་པོའི་རིང་ལ་ཡང་ཨ་ནི་དགོངས་པ་འཇགས་ཐུབ་པ་ཞིག་དང་ཨ་ནི་མི་ཐོག་ནས་མི་ཐོག་ཞེར་མ་རྒྱུན་འཛིན་ཡོང་ཡག་གི་ཞིག་པའི་བྱ་བ་རླབས་ཆེ་ཞིག་བྱུང་སོང་བཅས་ནས་ཨ་ནི་དགའ་བ་གཉིས་པ་འདི་དེ་འདྲའི་ཚོར་བྱུང། ཨ་ནི་དེ་ཡང་གཅིག་གིས་ང་ཚོ་གཅིག་པུས་སྐད་ཅིག་བཞི་པོ་གཅིག་གིས་ལྗོངས་ཕུ་རོག་བཞི་པོ་བྱས་བྱས་ནས་དེ་འདྲས་ཀྱི་བྱུང་པ་ཅི་ཡང་མེད་པ་ན་ཟླ་ག་གཅིག་གི

ལས་འགན་འདི་བོད་རང་བཙན་སྒྲུབ་ཡ་རེད། རང་གི་ལུང་པ་ལེན་ཡ་རེད། ད་ལྟ་མི་གཅིག་དབང་འཛིན་བྱས་བསྡད་ཡོད་རེད། དེ་དང་འདི་བྱེད་པ་ལ་ཆ་རྐྱེན་མང་པོ་ཞིག་ཚང་དགོས་ཀྱི་ཡོད་རེད་དེ་འདྲས་ཡིན་དུས་དེ་ནས་དེའི་ནང་ཚན་ནས་ང་ཚོའི་རིག་གཞུང་གི་འདི་ཐོག་ལ་ཡང་ང་རང་ཚོའི་གི་ལས་འགན་རེ་རེ་ལ་ནུས་པ་རེ་བྱེད་པས་སྔ་ཕྱི་ནས་བཏོན་བྱས་ད་ལྟ་བར་ལོ་ཉིས་བརྒྱད་ཕྱིན་པ་རེད། ད་དུང་ཡིན་ནའི་ང་ཚོའི་བོད་སྐད་ཅིག་གི་རྒན་ཁ་ཞུ་ཉན་གི་མ། ཡུལ་ཤུལ་ལ་ག་རེ་བྱེད་རྒྱུ་འདུག་ནས་རེད། ཞུ་ཡག་གི་ཆ་ཤས་ཡང་འདུག་ཟུར་ཡོད་ལ་ཨ་ནི་ཞུ་ཆོག་པར་བྱས་ཟེར་མ་ཞུ་རྩ་བྲལ་རེད་ང་ཚོ་ངེས་པར་ཞུ་ཆོག་པ་ཞིག་དང། ཨ་ནི། འདྲའི་ཕྱི་རྒྱལ་ཡག་ཚུ། ཉིན་ལུང་པར་ཆོས་འབྱུང་གནང་པ་གནང་པ་ཚོས་ཡིན་ནས་ཅིག་ཁ་ཐོར་གོ་ཐོར་ཞུ་མི་འབོ་ཡིན་ནས་ཉུང་ཉུང་སྒྲུབ་བྱེད་རེད་དེ་ལས། འདའི་ཅིག་ཟློས་གར་ཅིག་བཙུགས་གནང་བྱས་དེའི་ཐོག་ལ་ཅིག་ཤུགས་ཅིག་སྐྱོན་བྱས་ནས་ཤི་བ་ཅིག་གནང་བཞག་ད་དེ་ཚོ་མ་ཤེས་ང་ཚོ་དེའི་མ་ཅག་ཁུར་ནས་དེ་ག་ནས་རམ་ས་ལ་ཕུ་ཁའི་བཞུགས་སྒར་ཚང་མ་ལ་གནས་ཚུལ་དེ་ཚོ་བར་སྙན་ས་མ་བྱུང་ནི་ཧ་གོ་གི་ཡོད། ཧད་ཙང། ཐོག་མར་དེའི་དབུ་འཛུགས་གནང་མཁན་མེད་མཚོན་པས་ཨ་ནི་ཁ་སང་དེའི་ཟློས་གར་ཚོགས་མི་རྣམས་འཛུལ་གནང་བའི་ཡན་ཆད་ལ་ཨ་ནི་རྗེས་སུ་ཡི་རངས་ཐོ་བྱས་པའི་དོན་ཡིན། ཨ་ནི་ང་ཚོའི་ངོས་ནས་ཨ་ནི། བོད་ཀྱི་རིག་གཞུང་ཟློས་གར་ཚོགས་པ་འདིའི་ཨ་ནི་སུད་སི་ཀའི་ཟློས་གར་འདིའི་གི་ཐོག་ལ་ཡང་ཕ་ནས་ཅིག་གི་ཞུ་སྒོ་ར་བ་ག་རེ་ཡོད་ཀི་ཡིན་ནའི་ནང་པ་ཚོའི་བག་ཆགས་རིགས་དང་ག་རེ་ཡིན་ནའི་ཐུགས་ཚུལ་གནང་རོགས་གནང།

རྒྱལ་བུ་གཙོས་ཀྱི་ཨ་ཆུང་བ་ཚོ་ལ་ཡང་ད་ང་ཚོ་དགོང་ལོ་བརྒྱད་སོང་ད་ཆོ་གས་ཡོག་མ་རེད་གསུངས་ནས་ཤིང་སང་བུ་སྐད་ཅིག་པགས་པའི་བར་ལ་རུས་མོ་བ་ཞིག་དང། དགོང་ལོ་ཆུང་བ་ཚོ་ཡིན་ནི་རེད་ད་རྒན་འཁོགས་ཚོ་ལ་སྐད་དྲིས་པ་རིགས་བྱས་ཡོག་མ་རེད། བྱས་བྱས་དེ་འདྲས་ཀྱི་དགོངས་པ་མེད་པས་ཅིག་ག་ཚེ་ཨ་བཀའ་སློབ་ཞུ་ཐུབ་ཐུབ་དང། ག་ཚེ་མ་ཅིག་བཀའ་སློབ་གནང་ཐུབ་ཐུབ་དེ་འདྲས་ཀྱི་ནི་རྒྱུན་འཛིན་ཡོད་ཡག་ད་ངས།

ཡིན་ནས། རྒྱལ་གཅིག་གི་རྣམ་པ་མཛོད་ཀྱི་བཟའ་ན་འགའ་དང་ཐུག་ན་འགའ་ཞི་བ་ཞིག་གནང་བ་རེད། ཨ་ནི་དངོས་གནས་ད་ནི་ཕ་མ་བུ་ཚའི་བརྩེ་ཞེན་ཡོད་པ་འདུག་ད་གསལ་པོ་བྱས་ནས་འདུག་ཟེར་རེད་འདོད་ཡིན་ཙང་ང་ཚོས་ད། ཨ་ནི། རྒྱ་རིགས་དེ། རྣམ་པ་ཚོར་ཡང་དྲན་བདེར་མ་བཟོ་ནས། ཅི་བྱ་སྟེ། ཨ། ང་ཚོས་ད། བོད་རྒྱལ་ཁབ་རྒྱལ་ས་ལྷ་སར་ཡོད་པས། ཨ་ནི་ཕོ་བྲང་ཆེན་པོ་པོ་ཏཱ་ལའི་གི་འདྲ་རིས་འདི། ཨ་ང་ཚོས། སུའི། དེ་ཡང།

དེ་འདྲའི་ཐོག་ལ་ཡང་མ་རེད་འདུག་བསམ་སྟངས་ཡིན་ན། ད་བློ་སྦྱོང་རབ་བྱས་ཀྱི་ན་སོ་སོའི་ཐོག་ནས་ཡིན་ན། དེ་ཟེར་བྱེད་ཐུབ་ཀྱི་འདུག་ག་དུས་ཡིན་ནས་བྱེད་ཀྱི་ཡོད། ད་ག་ན་ཞིག་ཐིག་གི་མི་རེ་ལ་སེམས་པ་རེ་རེ་ཡོད་རེད། ཚང་མས་ཀྱི་ཏན་ཏན་པོར་བྱེད་ཐུབ་པས་རེད་བྱ་རྒྱ་ཆེ་ཡ་ཐམ་པ་ཞིག་དུས་ཙམ་པ་ད་ཁོང་ཚོས་འཁྲབ་སྟོན་འདི་རྒྱ་ནང་གི་འདི་རྒྱ་འདི། འཛམ་བུ་གླིང་རྒྱལ་ཁབ་ཀྱི་རེད་ཡ་ད།

ཆ་ཕྲན་བུའི་སོ་སོ་ག་ཚོད་ཐུབ་ཐུབ་ཅིག་ཞུས་ཡོད་ལ། ད་ག་ནང་བཞིན་ང་ཚོ་ཚང་མས་དགོངས་འཆར་དགོངས་པ་བཞེས་པ་ཡིན་ན་བྱེད་ཐུབ་ཀྱི་འདུག་ཨ་ནི་ཁོང་ཚོ་ཡང་གར་འགྲོ་ཟེར་དུས་ཙམ་མ་ཐག་འདི་རྒྱ་དེ་འཁྲབ་ངོ་འདི་རྒྱ་དེ་གི་མི་གཅིག་གིས་མ་བྱུང་བ་ཡིན་ན། ཨ་མདའ་ཁོང་ཚོས་འདི་འཁྲབ་ཐུབ་ཀྱི་ཡོད་མ་རེད་བ། དེ་འདྲས་རེད་ཟེར་དུས་ཙམ་པ་རྒྱུན་དུ་ཞེ་ཕུར་གྱི་དཀའ་ལས་སྐྱོན་གྱི་ཡོད་ད་ང་རང་སྔས་མ་དེ་ཡིན་ད་མང་པོ་ཞུ་གི་དེ་ན་ཆོད་མི་འདུག་ད་ད་འདིའི་ཐོག་ལ་ཡང་རྗེས་མ་ལ་ཡིན་ན་ང་རང་ཚོས་གཅིག་མི་འདི་རྒྱ་དེ་འཁྲབ་ཚར་ཚར་བསྡད་ཐུབ་པའི་དོན་དག་ལ་ཡང་ད།

བའི་དེ་ལ་ཐ་མ་བཞི་བཅུ་བཞི་པོ་ཟེར་ཁྱབ་སྣང་ནི་རིང་ཐུང་དུས་ད་རིང་དེ་སྐུ་ངལ་མ་ཙམ་བྱ་ཐ་མ་སྔོན་གྱི་ཐ་མ་དེ་ང་ཚོ་དེ་ལ་ཁྱབ་སྣང་བ་དེ་ལ་ཨེ་ནི་སྲིད་པའི་བཟའ་བྲལ་ཚོགས་པ་དེ་འཐུས་མི་ཚང་མ་ནས་མིང་ཐོག་ནས་ངས་མཐོ་བྱས་སུ་ཞུ་གི་ཡིན། ཨེ་ནི་དམིགས་བསལ་གྱི་དཔེར་ན་དེ་གི་བཀའ་གནང་ན་ཤིང་གིས་དཔེར་ན་ལྷ་མོ་ཟེར་ཡ་རབས་དང་གྲོ་ཟེར་ཡ་རབས་དང་ཚོ་དཔེར་ན་ད་ལྟ་སུད་ཙེར་ལན་དེ་སྤུག་སྐྱེས་པར་མང་པོ་ཞིག་དེ་ཚ་ལུང་ཆ་ངས་སུ་ཏམ་ཨམ་ཇོ་ཁོ་པ་ཇི་ལྟར་གཅིག་བྱས་ན་པར་མཐོང་མྱོང་བ་མི་ཞིག་དངོས་སུ་ཁྱོད་ནས་མཐོང་མྱོང་ཡོད་མ་རེད།